བཀྲ་ཤིས་བདེ་ལེགས་ང་ལས་རིམ་སྙན་སྒྲོན་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན་ད་ཨ་མི་རི་ཀའི་ནང་ལོགས་ལ་ཡ་ལོ་དག་ཕྱག་ཆེན་སྤྱི་ཟླ་བཅུ་གཅིག་གི་གཟའ་ཕུར་བུ་བཞི་བ་དེ་ལ་ཡ Thanks Giving Days བྱས་ནས་ཐུགས་རྗེ་ལེགས་འབུལ་གྱིས་ཨ་ནི་ཉིན་མོ་གསུང་ཚུལ་ཞུ་གི་ཡོད་རེད་ད་འདིའི་རྒྱབ་ལྗོངས་ལོ་རྒྱུས་དེ་ག་འདྲས་ཡིན་མེད་རོབ་ས་ཞུ་བས་ཡིན་ད་སྙེ་མ་སྤྱི་ལོ་གཅིག་སྟོང་དྲུག་བརྒྱ་ཉི་ཤུའི་ལོ་ལ་ཡ་ཨིན་ཇིའི་གི་ཡུལ་ཨིང་ལན་ནང་ལོགས་ལ་ཡ་གི་ཡིག་གཞུག་གི་སྒྲིག་འཛུགས་དེ་ཞི་རག་གི་བདག་པོ་ཙམ་མ་ཟད་ཨ་ནི་གཟའ་འཁོར་ཆེན་པོ་ཀ་རབ་གཤོམ་ཤུགས་ཆེན་པོ་དུ་བ། ཨ་དེ་ཚོ་ལ་ཡ་གཡོལ་གྱི་ཆེད་དུ་ལ་ཡ་ནི་ཆོས་དད་རང་མོས་གོ་ཡོད་ཟེར་ངེས་ཀྱི་ཁ་ཅིག་གྲུ་གཟིངས་ཀྱི་ལས་བྱེད་ནི་ཨ་མི་རི་ཀའི་ཕྱོགས་ལ་ཡ་ཚུར་སླེབས་པ་རེད་ད་གྲུ་གཟིངས་འདིའི་མིང་ལ་ཡ་མེ་ཕི་ལ་ཝར་ཅན་ཟེར་གྱི་འདུག་ད་ཁོ་ཚོ་ལ་ཡ་པིལ་གི་རིམས་ཅན་ཟེར་གྱི་འདུག་ཨ་གྲུ་གཟིངས་འདི་ཨ་མི་རི་ཀའི་ས་ཡ་སྟེང་ལ་ཡ་འབྱོར་དུས་ཙཱ་ནས་ད་ལོ་རྗེས་མ་སྤྱི་ལོ་ཆིག་སྟོང་དྲུག་བརྒྱ་ཉིས་རྩ་གཅིག་ལོ་ལ་ཡ་འབྱོར་འདུག་ཨ་ད་འདི་འབྱོར་བའི་སྐབས་དེ་ལ་ཡ་གནམ་གཤིས་དགུན་དུས་ཁེབས་པ་ཆེ་ཤ་སྟག་གི་ཨ་མི་དྲང་མོ་བྱས་འདིའི་ནང་ལོགས་ལ་ཡ་མི་མང་པོ་ཅན་དེ་འདྲས་ཅན་འདས་གྲོངས་ཕྱིན་འདུག་ཨ་ད་འདི་ཨ་མི་རི་ཀའི་འདི་སངས་ཀྱི་པོ་སི་ཏོན་ཡོ་རོབ་ཨ། འདིའི་གི་རྒྱ་རྒྱུད་ལས་བྱ་གི་འདུག་བ། ས་གནས་ད་ག་རང་ལ་ཡང་ཅིག་མི་རྡོ་མང་པོ་ནས་དད་པའི་གདོད་མའི་མི་རེ་ཡོད་རོ་བ། ཁོང་ཚོས་མི་དཀར་པོ་དེ་ཚོ་ལ་ཡང་ཞི་བོ་ཅིག་རོགས་པ་ཡག་པོ་བྱས་འདུག་བ། ཨ་འདིའི་གི་དབྱར་ཁའི་སྐབས་ལ་ཡང་ས་ཞིང་འདེབས་ལས་རེ་དང་ན་ཞེན་པ་ཉག་འཇུས་དང་ཁོང་ཚོ་ལ་ཡང་རི་དྭགས་རྒྱག་སྟངས་ལབ། ད་ལོ་འདིའི་སྟོན་ཁའི་ནང་ལོགས་ལ་ཡང་མི་རིགས་དཀར་པོ་ཚོས་ད་བརྩེ་མ་མངག་གི་རེད་བ། ཨ་འདི་དུས་ཐུགས་སྤྲོ་དགྲ་བགེགས་པོ་ཅིག་ཉིན་མོ་གསུམ་བཏང་གནང་འདུག་བ། ཨ་འདིའི་སྐབས་ལ་ཡང་ད་ཕྱི་ལོགས་ན་འབྱོར་བའི་མི་རིགས་དཀར་པོ་ཚོའི་གདོད་མའི་མི་རེ་འདི་ཚོ་ལ་ཡང་ནི་ཐུགས་རྗེ་ཆེ་བྱས་ནས་ནི་ཨ་འཚོལ་སྟོན་ཅིག་རྒྱག་པ་རེད་ཅེས་ནི་བཤད་སྲོལ་ཡོད་ཡིན་པ་རེད། ཧོ་ལི་ཝུད་ཀྱི་གློག་བརྙན་འཁྲབ་སྟོན་པ་གྲགས་ཅན་དང་ང་རང་ཚོ་བོད་དོན་གྱི་རྒྱབ་ཡོལ་ཡོལ་ནས་མེད་ནས་སྐུ་ཞབས་རེ་ཆིར་གྷེར་ཁོ་རང་གི་པཱ་ལགས་ཨམ་ལགས་ཀྱི་རྒྱུ་བོ་འདི་ད་གྲུ་གཟིངས་འདིའི་ནང་ལ་འཇོག་པའི་གྲས་དེ་རེད་དོ། བྱས་ཙང་ང་རང་ཚོ་བོད་དོན་ལ་ཤ་ཤ་བོ་རེ་བྱས་ནས་ཞེ་དྲག་གི་གནད་འགག་ཅིག་རེད་ཤག་གྲུ་གཟིངས་འདི། ཨ་ནི་ཕྱིས་སུ་རིམ་པས་ཀྱིས་ཨ་མི་རི་ཀའི་རྩོམ་པ་པོ་སཱ་ར་ཇོ་སི་ཧྥ་ཧཱལ་བཞུགས་ངེས་ཤིག་འདུག་ཨ་ནི་ཁོ་རང་གིས་ད་ཨ་མི་རི་ཀའི་གྲོས་ཚོགས་རེ་ད་ཨ་རང་བཞིན་པ་ད་ཆབ་སྲིད་ཀྱི་མི་སྣ་མང་པོ་ལ་ཡང་ལོ་བཅུ་བདུན་རིང་ལ་ཡང་ནི་འབད་རྩོལ་གནང་འདུག་ཨ། ཡི་གེ་མང་པོ་བཏང་ན་འདོ་བ། གཞི་ནས་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་གསུམ་གྱི་ལོ་ལ་ཡ་ཨ་ནི་ཨ་མི་རི་ཀའི་སྲིད་འཛིན་ཨེ་བྷ་ར་ཧེམ་ལིན་ཁན་གྱི་སྐབས་ལ་རེད་ཤག་ད་སྐབས་དེ་དུས་ཨ་མི་རི་ཀའི་ནང་ལོ་ལ་ཡ་བཞི་བོ་འཁྲུག་ཅུང་བསྡད་བསྡད་ཡོད་ར་བ་ཨ་རྒྱལ་ཁབ་ནང་ལོ་ལ་ཡ་བཞི་འཆམ་ཡོང་ཡ་གི་ཆེད་དུ་ཨ་ནི་ཁོ་རང་གི་གཞུང་འབྲེལ་གྱི་ཨ་ནི་གོང་སེང་བཟོས་གནང་འདོ་བ་ཨ་དེ་ནས་མར་རི་བེ་རི་བེ་ཨ་ནི་ཨ་མི་རི་ཀའི་གྲོས་ཚོགས་ནང་ལོ་ནས་ཁྲིམས་གཞི་ལ་ཡ་གཏན་འབེབས་གནང་ཨ་ནི་གཞི་ནས Thanksgiving Day ཟེར་ཏེ་དེ་འབྲེལ་ཅིང་ཆགས་པ་རེད། ད་ཡིན་ནའི་ཨ་མི་རི་ཀའི་གདོད་མའི་མི་རིགས་ཡོ་རོ་པ་ཁོ་ཚོ་མང་པོ་གཅིག་གིས་མི་གསོད་ཁྲག་སྦྱོར་མང་པོ་བྱུང་ཡོ་རོ་པ་ཁོ་ཚོའི་མི་རིགས་ཚོ་ལ་ཡ་དེ་ལ་ཡ་མྱ་ངན་གྱི་ཉིན་མོའི་ཚུལ་ལ་ཡ་སྲུང་བརྩི་ཞུས་གནང་གི་ཡོ་རེད། ཐུགས་རྗེ་ཆེ། ཨ་རྣམ་པ་ཚོ་ཀ་མེན་གནང་རོགས་གནང་ཤེར་གནང་རོགས་གནང།